ཐག་མགོ་རུ་རིན་པོ་ཆེ་གིས་ད་ཁྱེད་རང་ཚང་སྔོན་མ་ཕར་སོང་ང་བལ་ཡུལ་ལ་ལས་ཀ་སྟེར་རྩིས་ཡོད་གསུངས་ཁོང་བལ་ཡུལ་ལ་བཞུགས། བདག་སང་བཞུགས་པར་གླེན་པོ་ནང་སྔོན་ད་ཚུར་གཏོང་འདུག་ཨ། དེ་ལས་མགོ་རུ་རིན་པོ་ཆེས་བདག་སང་གི་རྗེས་ལ་ག་ལས་ག་ལས་ཁོང་གྲོས་ཁྱེད་རིགས་མ་བལ་ལ་ཚུར་ཕེབས་འདུག་ལའང་ཚུར། དེ་ནས་ལྷ་འདྲེ་བསྟན་མ་བཅུ་གཉིས་བླ་སྲོག་གི་ལྷ་འདྲེ་ཐམས་ཅད་གང་ལ་ཏོག་སི་ཏོག་སི་ཏོག་སི་ཅིག་བཙལ་འོང་དུས་ཨ་ནི་ལྷ་ས་མ་བཙལ་བར་བདེ་ཐག་ཆོད་ཅིག་ཕེབས་ཡོང་པ་རེད་གསུངས།

ཨེ་ནི་ཕན་ཚུན་ཕྱག་མ་ཚང་ལ་ཕག་ཞལ་ཚུལ་ཞལ་འོག་ཏུ་ཐ་མ་མགུ་རུ་རིན་པོ་ཆེ་གི་སྤྲུལ་པ་བསྟན་ལ་མཛོད་གུར་གྱི་རྩེ་མོ་ཡང་མེ་ལྕེ་འབར་ལ་ཨེ་ནི་རྒྱལ་པོའི་ཕྱག་འཚལ་བ་རེད་ཟེར་ཡ་དེ་འདྲ་བསམ་ཡས་ཀྱི་ལོ་རི་ལོ་ལ་དེ་འདྲ་བྲིས་པ་ཡོད་བ་རེད་ཨེ་ནི་ང་ཚོ་དཔེ་ཆ་ནང་ལ་དེ་འདྲ་བྲིས་ཞལ་བསྡད་ཀྱི་འདུག་བ། དེ་བཞིན་ནས་ཨེ་ནི་མགུ་རུ་རིན་པོ་ལ་ཁས་བླངས་བསྟན་ཏེ་ད་མགུ་རུ་རིན་པོ་ཆེ་གི་བྱིན་གྱིས་བརླབས་བརྩོན་དུ་ཨེ་ནི་བསམ་ཡས་དེ་ཉིན་མོ་མེད་ཀྱི་རྩིས་མཚན་མོ་ལྷ་འདྲེ་གི་རྩིས་ལ་ཨེ་ནི་དཔེ་མ་སྲིད་པ་འཇོག་པ་ཞིག་ཐན་སོང་གི་རེད་གསུངས། འོ་དེ་ཚ་དུས་ད་དེ་ཚད་ཀྱི་མི་འདུག་ད་རྒྱ་གར་གྱི་བཀའ་བསྟན་འཇུག་རྒྱ་གར་གྱི་རིག་གནས་བོད་སྐད་ལ་རྒྱོབ་ཀྱི་འདུག་ཟེར་འོན་ཏུ་བསམ་ཡས་སྒྲ་བརྗོད་ལན་བཙུགས་པ་རེད་བསམ་ཡས་སྒྲ་བརྗོད་ལན་བཙུགས་འདུག་འབེ་རོག་ཙམ་ན་ཀ་པ་ཚེ་སྐྱོ་རོག་བློ་ཡི་རྒྱ་མཚན་གསུམ་ད་བོན་པོ་གི་སྤུ་གི་གསུམ་ཡོད་བོན་པོ་སྤུ་གི་གསུམ་རིག་པ་བཀྲ་པོ་གསུམ་ཡོད་པ་དེ་ཚུལ་སྐད་བཏང། དེ་ནས་ལྷོ་བྲག་བདུད་འདུལ་བ་ལྷོ་བྲག་གི་ཕྱག་བཞི་དུ་ཚུར་མ་པདྨ་བཀའ་ཐང་ལ་ཡོད་པར་ལོ་བརྒྱད་ཡན་ཆད་དུ་བཅོ་བརྒྱད་མན་ཆད་རིག་པ་དྭངས་བ། རིག་པ་བཀྲ་བ། བློ་སེང་དཀར་བ། བ་དག་དེ་འདྲ་ཅིག་གིས་ཕྱག་ཆེན་ཁ་ཤས་ཀྱི་སྟེང་ལ་རྩེ་སོགས་ཚང་མ་ཚུར་བསྡུས་ནས་དེ་ནི་སློབ་སྦྱོང་བྱེད་རྒྱུ་ནི་འདི་རྒྱ་གར་ཚོའི་ལོ་ཙཱ་བ་བརྒྱ་རྩ་བརྒྱད་གདན་དྲོངས་ཟེར་དུས་ད་ལྟའི་དུས་ལོ་ཙཱ་བ་དེ་ཚོ་དཔེ་ལྟ་བདེ་པོ་ཞིག་བོད་ལ་ཡོང་བསྡད་ཀྱི་ཡོད་པ་རེད་ད་བོད་ཀྱི་ཡིག་ཆ་ནང་ཟེར་དུས་དེ་ནི་བོད་གདོང་མ་ཤ་ཟན་གྱི་རིགས་མཐའ་འཁོབ་མུན་ནག་གི་ནང་ལ་དེ་ནི་དེའི་ཆེད་དུ་ལ་ཕེབས་ཡོང་གི་ཡོད་པ་རེད་ཟེར་ལ་བསྡད་ཀྱི་འདུག་བ། དོན་ངོ་མ་དེ་འདྲ་ཅིག་རེད་མི་འདུག་སྐབས་དེ་དུས་ངས་ལབ་པ་ཡིན་པ་རྒྱ་གར་ལ་ཁ་ཆེ་པོ། ཁ་ཤས་ཀྱིས་རྒྱ་གར་ལ་འདོང་ཆེ་དེ་ཚོ་བསྡད་ས་ཅི་ཡོད་མིན་གྱི་ཆེད་ལ་བོད་ཡིག་དེ་བབས་ཡོད་རེད་དེའི་ཕྱིར་དེ་དེའི་བཀའ་ལན་ལ་ཁོ་རང་ཚོ་བོད་ཚུལ་དྲག་ན་ཅི་སེ་རག་གི་ཡོད་རེད། ད་ལོ་རྒྱུས་སྟེང་ལས་བྱེད་དུས་སེ་ཅིག་བསྒྲུབ་དགོས་དུས་རྒྱ་གར་དང་ཁ་ཤས་ཚོང་མང་གི་སེ་བསྒྲུབ་ས་བོད་ལ་འབྲེལ་ཆགས་བོད་སྐབས་དེ་དུས་སེའུ་གི་རྟེན་རྫས་འདྲ་པོ་ཆགས་ད་དུ་ཨ། ད་ནི་ཁོ་ཚོ་བོད་ཚུད་ཡོང། དེ་ནས་ཁྱེད་རྒྱུ་གྲོགས་ཀྱིས་ད་ལས་ཀ་རག་གི་རེད་ཁ་ལག་རག་གི་རེད་བ། ཁྱེད་ཚང་དེ་འདྲ་ཡག་པོ་ཅིག་བྱས་དེ་ནི་ཁོ་རང་ཚང་གི་ད་བོད་པ་དེ་ཚོ་མཁས་པ་ཞིག་འདྲ་མང་བོ་ན་དགའ་སེ་ཡོད་ས་རེད་མ་གཏོགས་ཡོད་ན་ཡོང་ཕྲག་དོག་གིས་ཁོ་རང་ཚང་ལས་ཀ་འདྲ་པོ་ཤོར་ཏེ་དྲན་ན་དེ་ནི་རྒྱུན་མ་འབེལ་རབས་ཙམ་ན་ལས་གནས་ཀྱི་མུ་སྟེགས་ཆེ་ཁུ་དེ་གཅིག་གཅིག་གཉིས་མང་པོ་ཟེར་ཕྲག་དོག་བྱས་ཕྲ་མ་བཅུག་ནས་ཐ་མ་འབེལ་རབས་ཙམ་ན་རྒྱ་མོ་ཚ་རང་ལ་མི་བཅུག་ག་གི་ཐུགས་རེད་ཟེར་གི་ཡོད་བ་རེད་ད་ཏིག་གོ་ལེན་ཡོང་ལོ་རྒྱུས་མང་པོ་བྱས་ཡོད་བ་རེད་དེ། དང་པོ་སྟེ་ཚེ་ཞག་དེ་བཅད་ནས་ཨ་ནི་ད་རྒྱལ་པོ་འཁྲུ་སོང་དེ་བཙན་གྱིས་སྤྱི་ལོ་བདུན་བརྒྱ་དང་བརྒྱ་ཞེ་ལོར་སླེབས་དུས་ད་ཁུ་ཆེ་ཞེས་ཨ་ཁུ་དེས་ད་ང་ཚོ་གི་ད་ད་སོང་ང་ཉི་མ་གི་ནང་ལས་མཁན་སློབ་ཆེ་གསུམ་ཟེར་དུས་ད་ལ་ད་བླ་མ་གི་གཙོ་བོ་བརྩི་གི་ཡོད་བར་དེ་ནང་རྒྱལ་པོ་འཁྲུ་སོང་དེ་བཙན་བླ་མ་བརྩི་གི་པའི་རྒྱུ་མཚན་ག་རེ་ཟེར་དུས་ཁོས་དེ་ནི་སྐུ་ཚེ་སྨད་ལས་དམ་ཆེན་སྒང་དྲུག་ཉང་ལེན་བྱས་ལ་ཡི་གེ་བཅུ་བཅུ་བ་མ་ཟད་ཁོ་རང་གི་ཉང་ལེན་བྱས་ལ་བསྡད་འདུག་བ། པ་སྤྱི་ལོ་བདུན་བརྒྱ་དང་གྱ་བཞི་ལོ་ལས། དེ་ནི་ཁོ་རང་དགུང་ལོ་སུམ་ཅུ་སོ་དགུ་བརྒྱད་ཅུ་ག་ས་ཡིན་ན། ཆུའི་མྱང་ལས་བྱེད་དགོས་དུས་སེ་དུས་ད་བུ་དེ་ཡ། བུ་གཅིག་རྒྱ་བོ་ག་དགོས་དུས། ད་བུ་བཙུན་མོ་རེ་རེ་ལ་བུ་རེ་དབྱེ་བ་རེད། ཨ་ནི་བུ་ཆེ་ཡ་མུ་ནེ་བཙན་པོ་རྒྱ་བོ་སྐད་ཤིག་བྱེད་ལ། དེ་ནི། གླན་ཆེན་པོ་ནང་དེ་ན་བྲེལ་དཀའ་ཞིག་འདུག་ཟེར་དུས། ཚེ་སྤོང་བཟའ་དགེ་མོ་རང་གི་བུ་གི་ལ་ལ་མུ་ཏིག་འཛིན་པ་ལས། ད་ཁྱོད་བྲེ་ར་ནོ་སུན་མ་ཏོ་ལས། དེ་ནས། མུ་ཏིག་འཛིན་པ་ལས་རྒྱ་སར་བྲེ་འོང་ཀྱང་སྣ་ནག་པ་ལས་ཁྱོད་འགྲོ་ས་རེད་ཟེར་ལས། མུ་ཏིག་འཛིན་པ་ལག་ཡོང་དུས་མུ་ཏིག་འཛིན་པ་ཁྱི་འདུག་ཨ། མུ་ཏིག་འཛིན་པ་ཡར་འགྲོ་དུས་སྒོ་བཙགས་ལས། དེ་ནས། སྒོ་སྲུང་ཡག་རེད་སྒོ་སྲུང་ཡང་གཞོང་ལན་གཅིག་གི་བུ་ཨུ་རུ་རིང་པོ་བསད་དེ་སྒོ་སྲུང་བསྡད་བཞག། སྒོ་སྲུང་གིས་ནང་ལ་ཚོང་འདུས་ཚོགས་བསྡད་ཀྱི་ཡོད་རེད་ཟེར་སྒོ་བཙགས་བཀག་འདུག་ཨ། བཀའ་བོད་འདི་ཁོ་རྒྱ་བོད་ཀྱི་བུ་རེད་ཨ་ནི་བཀྲིས་ཀྱི་གཙུག་དགའ་གསུམ་གྱི་སྲས་ཁོ་ནང་ལ་ཡར་འཛུལ་འདུག་ཨ། ད་ཁོ་རྒྱ་བོད་བུ་རེད་ཡིན་ན་ཡང་བླན་བོད་ཀྱི་བུ་ཟེར་ཡག་ཚར་བར་ག་འདྲ་བཟོ་གི་རེད་ཟེར་དུས་དེའི་བཀའ་ལས་ཁྲིམས་དེ་ལ་དཔེ་ཡག་པོ་བཟོ་ཤེས་ས་རེད་ཁྲི་ཚང་སྡེ་ཚན་བཀའ་ལས་དཔེ་ན་མི་མང་གི་གྱེན་ལོག་བྱས་འུར་སྒྲ་རྒྱག་འོས་འདུག་འབོ་དེ་ས་དེ་རྒྱ་གར་ལ་ཕར་སྐྱེལ་ཡག་འདྲ་བོ་འདུག

ད་ག་རེ་བྱེད་ཀྱི་རེད་ཟེར་དུས་དེ་ནས་བླ་ཆེན་པོ་འགས་ཀྱིས་རྒྱལ་པོ་སྲས་མུ་ཏིག་བཙན་པོ་ལ་འཕྲིན་བཅས་བཅས་པར། འཕྲིན་བཅས་ག་འདྲ་བཅས་པ་རེད་ཟེར་དུས་དགའ་གསུམ་གྱི་འཕྲིན་བཅས་ཟེར་ཡ་ཅི། དགའ་གསུམ་ཟེར་དུས་ཅི་རེད་ཟེར་དུས་ཨ་ནི་རྒྱལ་པོ་དགའ་བ། འབངས་མི་སེར་དགའ་བ་སྣ་ནག་པ་དགའ་བ། ཚང་མ་དགའ་ཟེར་གྱི་ཁྱོད་འཕྲིན་བཅས་ཀྱི་ཟེར་ཡི་འདུག་བ། ཚང་མ་དགའ་ཅིང་མཚོན་ཆ་ག་འདྲ་ཟེར་བ་འདྲ་ཟེར་དུས་ཁྲི་དང་པོ་བཅས་ལ་ཁོས་དྲིལ་བསྒྲགས་ཀྱིས་བཟོ་བཙལ་འདུག་ཨ་ནེ། རྒྱལ་ཡིས་འབུངས་གསལ་ན་ཕ་མ་གི་བུ་བདུན་ལ་དེ་སྐྱིད་པ་རེད། ཨ་ནེས་དེ་ལས་ང་ཚོ། ད་ང་ཚོ་ཟེར་ན་བསམ་བློ་གཏོང་དགོས་ཀྱི་ཡོད་བ་རེད་ཟེར་ཡ་ཅི་བྱེད། ཡིན་ན་ཡང་འདི་ཐག་ཆད་ཐང་མ་དེ་མེད། ཨ་ནེ། ཐག་ཆད་ཡང་ཁྱེད་ཐེངས་བར་མ་ལ་ལྟ་ཡིན་ཟུར་མཁར་རྡོ་ཡིན་ཁྱེད་ཐེངས་ཟེར་ད་ལྟ་ང་ཚོ་བསམ་ཡས་ཕར་འགྲོ་སའི་ལམ་ཁ་དེ་ན་ལས་ཟུར་མཁར་རྡོ་ཡིན་ཁྱེད་ཐེངས་གསུམ་ཀ་ད་ལྟ་ཡོད་འདུག། རྡོ་ཡི་མཆོད་རྟེན་འོག་མ་ལ་ཡི་གེ་འདི་བརྒྱ་འདུ་བ། དེ་ནས་ཚོན་གཏེར་དང་དུ་ཨོ་རྒྱལ་པོ་འགའ་ཡི་བར་ད་ང་ཚོ་རྒྱལ་པོ་སྲས་དེ་གི་ཡོང་འབངས་ཀྱི་གདུང་ན་འདི་གི་འདུ་བྲན། དེ་ནས་དེ་ལས་མཆོད་རྟེན་བར་བར་འགྲོ་གཅིག་བཏགས་དུ་ཨོ་འབངས་ཀྱི་རྒྱལ་པོའི་འབངས་རེ་རེ་ཁ་གསལ་གང་ན་ཨེ་ནི་འབངས་ཀྱི་གདོང་གི་མ་རེད་བ་རྒྱལ་པོ་ཁོ་ཁྲི་མ་བསུ་ན་འགྲིག་གི་མ་རེད་ཟེར་མཆོད་རྟེན་བར་བར་ལ་དེ་བཞག་འདུ་བ། ད་རུང་མེད་མཐའ་མ་དེ་མཆོད་རྟེན་གོང་མ་ལ་ཡོད་ཟེར་ལ་ཡི་གེ་རྒྱག་བ།

ཨེ་དེ་འདྲ་བྱས་ནས་ཨ་ནི་མི་ནག་བཙན་པོ་གི་ལོ་བཅུ་བདུན་ལ་རྒྱལ་པོ་བྱས་པ་རེད། མི་ནག་བཙན་པོ་གིས་བོད་ལ་དབུ་ཤུགས་ཐིམ་མ་གསུམ་མངགས་བཅུག་པ་རེད་དངོས་གནས་བཤད་ན་སྤྱི་ཚོགས་རིང་ལུགས་ཀྱི་ལས་ཀ་དང་པོ་ཁོང་གིས་ལས་པ་རེད། ཨ་ནི་མི་འབངས་མི་མང་དེ་ཚོ་ད་ཤུལ་མཁན་ཡོད་དུས་ད་འདི་འདྲ་བྱས་ན་ཡོང་གི་མི་འདུག་ཟེར་ཤུལ་པོ་དེ་ཚོ་གི་ལོ་ལ་རྒྱུ་ནོར་རྫས་དེ་ཚོ་ཚུར་བསྡུར་དབུལ་པོ་དེ་ཚོ་ལ་ཕར་བགོ་བཤའ་རྒྱག་འདུག་ཨ། དེ་ནས་ལོ་ཉི་གསུམ་རེར་རྩ་དོན་འོག་དབུལ་པོ་དབུལ་པོ་རེ་ནས་ཞུགས་པ་ཞུགས་པར་ཆོག་ཐེངས་མ་གསུམ་བྱས་ན་དབུལ་ཞུགས་སྙམ་མ་ཐུབ་པ་ད་ཚང་མ་སོ་སོ་གི་ལས་ཡིན་ས་རེད་གསུང་དེ་ནས་དགའ་བ་དགའ་བར། ཨོ་དེ་འདྲ་ཞིག་དགའ་བ་དགའ་བ་འདུག། ད། རྗེས་མ་ལ་བལྟས་ན་སྐབས་དེ་དུས་ང་ཚོས་ད་རྫོང་མི་མི་ལྡན་ཟེར་ཡ་ཀྱི་རེད་ངས་དེ་གའི་དུས་ནང་ཡིན་ན་ཤེས་ཚར་མེད་རྫོང་མི་མི་ལྡན་གི་ནང་ལ་ད་རྫོང་མི་དྲུག་པ་ཡིན་ས་ཡི་གི་དྲུག་པ་བདུན་པ་ག་འདྲ་ཡིན་ཟེར་ན་ཅིག་གི་ཨ་ནི། མི་ཚང་རེ་རེ་ལས་དབྱར་སྐར་རྩ་ཐུག་རྒྱུ་རྐང་པར་བྱེད་རྒྱུ་མཛོ་རེ་མཛོ་མོ་རེ་ཟོ་བོ་རེ་ཅི་བྱེད་གསོག་རྒྱུ་གི་འཕྲིན་དུ་འགན། དེ་ནས་སྤྱི་ལོ་བདུན་བརྒྱ་དང་དགུ་བཅུ་གོ་དྲུག་ལོ་ལས་རྒྱལ་པོ་འཕྲུལ་སྲུང་སྡེ་ཚན་སྐུ་གཤེགས་པ་རེད། ད་ལྟའི་ཡང་འདམ་ཆང་བོང་རྒྱ་ཕོ་ཟེར་ཟེར་ཡ་འདྲ་བོ་གང་ལྟར་ན་ནི། སྡེ་གྲོང་རྒྱ་མ་རེ་ཕ་སྐྱིད་ཀོ་སེ་ཞེས་ག་ཟེར་འདྲ་བོ་ཅིག་ཆགས་བསྡད་ཡོད་པ་རེད་ད་ཡིག་ཆ་དེ་ཚོ་གི་ནང་ལ། དེའི་སྤྱི་ཚགས་དུ། དེ་ནས། རྒྱལ་པོ། ཁྲི་སྲོང་དེ་བཙན་སྐུ་སྐྱེས་ནས་ལོ་གཅིག་དང་ཟླ་བ་གདན་རེ་འདུག་དེ་ནས་མི་ནས་བཙན་པོ་དེ་ཚེ་སྤོང་བཟའ་དགའི་ཕྱོགས་ཀྱི། དུག་གྲོང་སའི་ག་ས་ཆེ། དུག་གྲོང་སའི་ག་དུ། དེ་ནས་ང་ཚོ། ད་ལྟ། ཚེ་སྤོང་བཟའ་མི་རུ་ཀྱི་བུ། མི་ཏི་བཙན་པོ། འཕྲིན་ཆེ། ལོ་དགུ་ཆད་ཚ་ལ་ཐུག་བརྩེགས་ཚ། ཨ་ནི་དེ་གའི་ཡ་བེ་གི་རྒྱལ་པོ་བྱས་ལ། ད་དེར་པད་མ་སྲིད་པ་སྟོབས་ཆེན་པོ་དེའི་བཀའ་ལ་ཡང་ཁོ་མི་གྱང་པོ་ཅིག་འདུག་ཨ། དེ་གི་རྒྱལ་པོ་ཤི་དུས་རྒྱལ་ཁ་ལ་དམག་རྒྱ། རྒྱལ་བ་ཁྱོད་ཀྱི་གོང་གང་དྲང་མཚོན་ཆས་བཟུང། རྒྱལ་པོ་བཟུང་ལ་བེལ་ཆུ་ཁྲི་ཡང་བཙལ་ཡང་བསྐྱུར་དགོས་པར་འགྲོ་དེ་འདྲ་གི་ལོ་རྒྱུས་ཤེས་ཡོད་རེད་པས་སྟོབས་ཆེན་པོ་ཆགས་ན། དེ་རེད་སྤྱི་ལོ་བརྒྱད་བརྒྱ་དང་བཞི་ལོ་ལ་ཡང་སྣ་མང་བ་ཚང་གི་ཁོ་ལང་ཀར་བཙལ་འོང་ཟིན་ཡོད་ལ་ཤེས་དུས་དང་ལང་ཀ་ལ་སྒུག་ལ་ཨ་ནི་རྟ་བྲོ་རྟ་འགྲོ་ལ་བེལ་ཡང་ཡང་བེལ་གི་རྒྱལ་པོ་འདས་འདུག་ཨ། ད་ལྟའི་འདས་རྩ་ལྡན་ལྷ་སར་ཆུའང་མི་རུ་བཙན་པོ་སེམས་ནང་ལིང་ཅིང་ཡལ་སེ་ཡལ་ཏེ་བོད་ཀྱི་རྒྱལ་པོ་ཆགས་པ་རེད། དེ་རྒྱལ་པོ་ཞིག་ཏུ་དགུང་ལོ་གཉིས་ཀྱི་རྩ་སྲུང་རེད་བྱས། དེའི་ལ་སྐུ་མ་ནི་སྲས་གཅིག་ལྷ་སའི་བཙུན་མ་ཟེར་ཡོད་བ་རེད་བཙུན་མོ་གཉིས་ཡོད་བ་རེད། དེའི་སྐུ་ལ་ཨ་ནེ་ལྷ་སའི་ཁྲི་རལ་པ་ཅན་འཁྲུངས་པ་རེད་ཁྲི་རལ་པ་ཅན་དེ་སྤྱི་ལོ་བརྒྱད་བརྒྱ་དང་དྲུག་ཐམ་པ་ལ་འཁྲུངས་ཤག

ཐང་དམུ་རྫོང་དང་ང་ཚོ་གི་ཁྲི་རལ་པ་གཉིས་རྒྱ་ནག་ལས་ད་འདུ་མ་བཏང། དེ་ནང་ལས་ཆིངས་བཏང་ལས་ནི་ད་ལྟ་ང་ཚོ་རྡོ་རིང་བཙུགས་ལྷ་ས་རྡོ་རིང་དེ་ཉེག་རྩ་གཉིས་ལ་བཙུགས་པ་རེད་དེའི་སྟེང་ལས་ཡི་གེ་བྲི་རྒྱུ་དེ་ཉེག་རྩ་གསུམ་ལ་བྲིས་འདུག་ཨ། ཅི་འདི་བས་ད་ད་ལྟ་ང་ཚོ་ཡེ་ཤ་ཐམས་ཅད་ཁས་ལས་ཀྱི་ད་ནས་ཕར་ཚུར་གཅིག་གིས་གཅིག་ལ་ནི་བཙན་པོ་ཞེས་ཡ་མི་མ་མི་རྗེས་རྒྱ་ནག་རྨེ་རི་ཀོང་སི་ས་ཏི་ན་ལ་རྡོ་རིང་བཙུགས་པ་ནི་ག་སི་ང་ཚོ་རྒྱ་རྒྱ་ཡུལ་ན་བསྡད་བོད་བོད་ཡུལ་ན་བསྡད་ནི་གནང་ལ་ཉི་ཟླ་ཟུང་འབྲེལ་ས་ལ་ཨན་ཀོང་གནང་ཉིན་སི་ཏི་པོས་ང་སི་པ་མཐུན་སྒྲིལ་ཡག་པོ་བྱེད་ལ་བསྡད་གི་ཡིན།

ཡ། བཙན་པོ་བྱིན་མཁན་རྒྱན་སྐྱེས་བསྡུ་མཁན་དང་མང་རྒྱན་སྐྱེས་དེ་ཚོ་ལ། ཨ་ནི། དེ་ང་ཚོ་གི་ཚ་བཅད་རྒྱུ་ཡིན་ཟེར་ལ། དེ་འདྲ་ཡི་གེ་བྲིས་གོ་ད་ལྟ་མཁས་པའི་སྒར་རྐྱང་ཡོད་རེད་རྡོ་རིང་ཁོ་རང་གི་ལོ་ལ་ཡོད་རེད། འོ་དེ་ཚོ་བྱས་གོ། དེ་འདྲ་བྱས་ན་ཨ་ནི། ད་བོད་ཀྱི་རྒྱ་བོད་ཀྱི་ནང་ལ། ཐང་དུ་ཉིན་འདམ་བྲིས་རྡོ་རིང་བཙུགས་དེ་འདྲ་བྱེད་མཁན་གྱི་ཡང་ཁོང་དེ་ཨམ་སྟོང་པོ་རེད་དེའི་ཡི་གེ་བྲིས་ག་པ་དེ་ད་ལྟ་ཡང་ཇོ་ཧོང་དང་ལ་ཡོད་རེད། དེ་འདྲ་ཞིག་དུ་ཡང་ནང་པར་རྡོ་བོན་པོ་ཉིད་མཐུན་མ་མཐུན་ཅིག་ཁོས་ནང་པ་གི་ཁོའི་དེ་ཐོས་བསམ་སྡེ་ཚན་ག་ལས་གྲྭ་པ་བཟོ་ཐུབ་སང་གི་དོ་མི་གི་དང་སེམས་མི་བདེན་རོགས་འདུག་བ། སེམས་མི་མི་བདེན་དེ་འཚོ་བ་བླ་ནས་བྱ་སྲིད་དུ་ད་རྒྱ་གར་གི་གྲྭ་པ་ནང་བཞིན་གདམས་པ་སེང་ཐུབ་ན་ཨ་ནི་སོ་རྒྱུ་དེ་ང་ཚོ་གི་འཚོ་བ་བླ་ནས་བྱ་སྲིད་དུ་ད་ལས་འོ་དེ་ཅིག་གི་ཡིན། གཞུང་གི་ད་ལ་ཧོ་ཏེ་ལ་སོགས་ག་གི་འདུག་བ། དེ་ཅིག་དུ། འདི་སུ་ཡིན་ན་བརྡའི་ཐུགས་ཀྱི་རུས་པ། མི་ལྡན་གྱི་སྐྱི་རྩེ་འཁྲིད་རལ་པ་བསྐལ། ལོ་སྐྱིད་ཀྱི་ཚལ་གྱི་རྗེས་ལས་གྲྭ་པ་སྟོང་ཕྲག་སུམ་བྷས་ཚར། བརྟན་ལྷིང་ཁྲི་སྲོང་དེ་འཁྲིད་རལ་པ་བསྐལ། དེ་ལས་ཀྱི་གྲྭ་པ་ལ་སྙིང་དགོངས་བརྟག་མི་ཆོག་འཛུགས་ཀྱི་ཚུལ་མི་ཤེས་ས། ཁོ་རང་གི་རལ་པ་མཐའ་ལ་བཏགས་ཏེ་བདག་གི་སྟེང་ནས་པའི་དགེ་འདུན་པ་བཤའ་བཅུག་གི་ཡོད་བ་རེད་ཟེར་ད་དེ་འདྲ་བསྒྲུབས་ཡོད་བ་རེད་ད། གང་ལྟར་ན། གྲྭ་པ་ལས་དེ་ཅིག་ཁྱེར་ཡོང་འདུག་ཡང། ད་ལྟ་དབལ་རྟ་ནག་ཅིང་སེ་ཡ་འདྲ་པོ་དེ་ཚོ་སོ་ཁ་ཤས་ཀྱིས་ད་ཡོང་གི་མི་འདུག་ཟེར་འདི་འདྲ་བྱས་ན། དེ་ནི།

ད་དེང་སང་ལོ་རྒྱུས་མང་ཡོངས་གྲགས་མང་ཆེ་བ་ཅིག་གིས་སྤྱི་ལོ་བརྒྱད་བརྒྱ་དོན་གྱི་ཆུ་ཤེལ་སྐྱིད་ལོ་ལ་སློང་རྟ་མ་བསད་དགོས་པ་རེད་སློང་རྟ་མས་ལོ་དྲུག་ལ་རྒྱབ་པོ་བྱས་པ་རེད་ཟེར་མི་ཡོངས་གྲགས་ཀྱིས་ལག་རྒྱག་གི་འདུག་ད་ལྟ་ཡིན་ན་ཆད་པ་མི་འདུག་ལོ་སྟོང་ཕྲག་ལྷན་གྱི་ལོ་རྒྱུས་ལ་ལོ་བཞི་ལྔ་གི་ཆད་པ་འོང་ན་ག་ཡི་ཡ་མ་རེད། དེས་ཙང་ཨ་ནི་ལོ་བཞི་པ་ལྔ་པ་བར་དུ་ལ་ཁོ་རང་གི་སྤུན་ཆགས་ཀྱི་ཁྲི་རལ་པ་ཅན་གྱི་སྲིད་ཇུས་ལག་ལེན་བྱས་ལ་ཆོས་འདྲ་སྤེལ་ཏེ་འདུག་ཨ།

གྲྭ་བ་གི་གཡོག་པོ་དེ་ཚོ་མི་མཚུངས་ལྡན་རེ་གི། ནི། གཡོག་པོ་གོ་ག་ཅིག་དེ་དེ་ཕྱི་འཐེན་བྱས་འདུག་བ། དེ་ཕྱི་འཐེན་མ་བྱས་ན་ཀ་ད་དུས་བོད་ཀྱི་དམག་དོ་གུ་ཆིངས་པ་དེ་མེད་པ་ཆགས་འགྲོ་གི་ཡོད་བ་རེད་དེ་ཆོག་འོན་དུས་ད་ག་རེ་བྱེད་གི་རེད་དེ་ནི། དེ་ཚོ་ཚུན་དུས་ནས་གྲྭ་བ་རང་ཁ་རང་གསོ་བྱེད་ཀྱི་འོན་དུས་གྲྭ་བ་ཚོ་རང་ཁ་རང་གསོ་ཁ་ཤས་ཀྱི་ཕྱི་ར་རྗེ་ཡ་འདྲ་བོ། དེ་ནི། རྐུ་མ་རྗེ་ཡ་འདྲ་བོ་ག་རེ་བྱས་ན་མ་ཡོང་ལེ། ཨ་ནིང་ད་ང་ཚོ་གྲྭ་བ་བསྡུ་བོ་གཏོང་བྱུང་ཟེར་དེ་ནི་ལྷ་ལུང་པར་གྱི་རྡོ་རྗེ་གིས། དག། ཀློང་གཏམ་མ་གསལ་ག་པར། ལྷང་པ་ཀྱི་རྡོ་རྗེ་གི་ཀློང་གཏམ་མ་གསལ་ག་ཡོད་དེ་ལ་འཆར་སྲིད་ཀྱི་མེ་ཡོད་ཡིན་ན་མ་འདྲིས་པ་ཀ་ཀའི་ཡོད་མ་རེད། ཡིན་ན་ཡང་ཁོ་ལ་འཆར་སྲིད་ཀྱི་མེ་ཡོད་ཅི་ཡོད་མེད་པ་ཅན་གྱི་གྲྭ་པ་ཀ་ཀའི་གི་འཚོ་བ་ཡག་པོ་བྱས་མ་བྱུང་ཟེར་སྲིད་གོ། དེ་གསལ་ཚར་རིང་ཁོ་རང་གིས་བོད་ཀྱི་རྒྱ་པོ་བྱས་ན་འགྲིག་བསྡད་ཀྱི་ཡོད་རེད་ཁོ་རང་གིས་བོད་སྤྱི་རྒྱུ་བྱས་ན་འགྲིག་གི་ཡོད་རེད་དེ་མ་བྱས་པ་བྱས་ནས་མདོ་སྨད་མི་བྲེལ་ཚར། ད་ཁོ་རང་མདོ་སྨད་མི་བྲེལ་ཚར་དེ་བོད་བདག་པོ་བྱེད་མཁན་མིན་ན་ཨེ་ནས།

སྲས་གཉིས་ཡག་ལེན་ཙི་འདི་བདེ་གི་འདུག་དཀོན་ནོ་གི་དུམ་བུ་གཉིས་བྱས་ལ་ཨ་ཅག་བབས་པ་གཉིས་དེ་ནས་འཁྲུལ་པ་རྒྱག་ཡུམ་སྟེང་དུ་དབལ་སུ་གཉིས་སྔོན་མ་འདྲ་བྱས་ལ་ད་བདེ་གི་ལོ་རྒྱུས་འཛིན་གྱིས་བཤད་ན་དེ་འདྲ་གྱི་རེད་ཡ་ཧྲ། ཀ་ལེ་པོ་ནང་དམག་ཁུལ་གྱིམ་རྒྱུ་མཚན་ག་རེ་ཟེར་ན་སྔན་མ་ཨ་ནི་ད་ལྟ་རྒྱ་སྐད་ནང་ལས་ཤི་ཡུལ་ཟེར་བས་ང་ཚོ་བོད་ཀྱི་ཁྲམ་དང་གེ་སར་ཟེར་དེ་ས་ད་ལྟ་ཤིན་ཅང་གི་ལུང་པ་དེ་ལ

ཐང་གི་ཡ་ས་ཆེ་ཆེ་བསྡད་ཀྱི་ཡོད་རེད་བོད་ཀྱི་ཕ་རྐང་ལ་ཇུས་ཏོག་བྱེད་ལ་ཤིན་ཅང་མིན་པ་དེང་སང་ས་འོག་ན་བོད་ཀྱི་ཁྲལ་བསྡུ་བསྡད་ཟེར་གྱི་ཤིང་གི་སྟེང་ལ་བྲིས་དགའ་བ་རུ་སྐའི་སྟེང་ལ་བྲིས་དགའ་བ་ཡི་གེ་མང་པོ་དྲན་འདུག་ཨ་ཏུན་ཁང་ཡིག་ཆ་དང་བཅས་པ་རེད་ཏུན་ཁང་ཡིག་ཆ་དུ་ཤིན་ཅང་གི་ཁྲང་ཡིག་ཟེར་གྱི་འདུག་ཨ་ཁྲང་ཟེར་ན་ཤིང་གི་ལོ་ལ་ཡི་གེ་བྲིས་དགའ་ས་དག་དག་རེད་ང་བལྟས་བྱས་དུས་བོད་ཀྱི་སྟེང་ལ་ལོ་མང་པོ་བཟུང་བསྡད་པ་རེད་དེ་ནས་ཁ་ཆེ་གི་ཚུལ་བཟུང་བསྡད་ཀྱི་ཡོད་རེད་ཁ་ཆེ་གི་ཚུལ་བཟུང་བྱས་ཅི་ཡོད་བལྟས་ས།

དངོས་གནས་ང་ཚོ་གི་དམག་ག་འདྲ་ཞིག་རྒྱག་ཟིན་ཨོ་དེ་ཕིའི་ཏོག་ཡིག་དེ་བཀོད་མི་འདུག་ཨ་ད་ཨིན་ཇི་གི་ནང་ལ་དེ་ཚོ་གི་ཡིག་ཆ་དེ་ཚོ་ཨིན་ཇི་ཁ་ཆེ་ཡི་གེ་ནང་ཨིན་ཇི་བརྗོད་དགོས་པ་ཐ་རེ་ཐོ་རེ་ཅིག་འདུག་ཨ། དེའི་རྗེས་ལ་བོད་ཀྱི་དམག་ཐེངས་མ་གསུམ་རྒྱག་ནས་དེ་ནས་ཁ་ཆེ་གི་དམག་དེ་ཚོ་ཚུད་ཡོང་མ་ཐུབ་ཤིན་ཅང་ནས་ཚུད་ཡོང་མ་ཐུབ་ལ་གཡས་ལུག་སངས་ལང་སེ་ལ་དེང་སང་བོན་ལ་ཨ་ཁ་ཆེ་གི་ཨ་ནི་དེ་གི་ད་གནས་རེ་ཆི་ཡ་ད་ད་དེ་རིང་བི། ཕ་དེ་འདྲ་མི་བོད་པ་རེད་འདུག་ཨ། ད་རྒྱ་གི་ས་སྟེང་བོད་གི་ས་སྟེང་ཁ་ཤ་གི་ས་སྟེང་ཟེར་ཚོད་ཤི་ཡོད་རེད་ལས་ཁྲམ་དང་ལས་ཡོད་དེ་ཚོ། དེ་ཚོ་བྱས་དུས་ཨ་ནི། ཁ་ལ་ཁ་ལ་དེ་མྱང་འགྲོ་གི་ཡ་མྱང་ན་ཁོ་བདའ་བོ་རྒྱག་མ་ཐུབ་པ་བྱས་དུས་ཤི་ཡོད་གི་ལུང་པ་དེ་མང་པོ་ཅིག་བོད་པ་གི་ཨ་ནི་ཚོད་འཛིན་བྱས་བོད་པ་གི་ཕ་ངང་ལས་ད་བཀའ་གདང་ཚོ་ས་འདྲ་པོ་དེ་དེ་ཆོག་དེ་ཡི་བཀའ་དེ་ང་ལ་ད་ལྷ་ངོ་པར་འདུག་གི་སློང་དང་མ་ཟད་ཚར། དེ་སའི་ཚ་དུ་ད། བོད། བཙན་པོ་རྒྱ་གར་སོ་ཡ་དེ་རང་གི་རང་མེད་པ་བཟོ་ཚ་ཡ་དེ་གི། བོད་རང་གི་གྱོང་གི་མ་ཚད་ལས། ཨ་ནི་ཁ་ཤས་དེ། ཚོའི་ཁ་ཕྱོགས་ལ་ཅིག་ལ་ཡོང་དུས་ཤིན་ཅང་གི་མ་ཚད་དེང་སང་མཚོ་སྔ་ཀན་སུའུ་ཡན་ཆད་ལ། ཁ་ཅིག་གི་ཁྲི་ལུགས་ཆགས་འགྲོ་པའི་རྒྱུ་མཚན་དེ་རུ་རེད་འདུག་བ། འོ་དེ་འདྲ་ཅིག་བྱས་ན་ད་ང་ཚོ་མདོ་བསྡུ་ན་སྤྱི་ལོ། དྲུག་བརྒྱ་དུ་ཉེ་གི་རྩ་དགུ་ལོ་ལས། གཙུག་ན་སྲོང་བཙན་སྒམ་པོའི་གཙུག་ན་ཨ་ནེ། ད་ལྟ་གི་མངའ་རིས་སྐོར་གསུམ་ལ་དྭགས་དང་བཅས་པ་བོད་མདོ་དབུས་མཐོ་སྒང་གི་ལུང་པ་ཡོངས་རྫོགས་སྤྱི་རྒྱུ་བྱས་དགོས་པ་དེ་དེ་སོང་མི་ཕན་ཐོགས་བྱས་པ་འདྲ་པོ་དེ་བཟོ་མཁན་ལྷ་མོའི་པར་གྱི་རྡོ་རྗེ་རེད་འདྲེ་ཡིན་ན་ལྷ་མོའི་པར་རྡོ་ཡིན་གི་ལ་རེད། བྱས་ཙང། དེ་ནི། ད་དེ་དུས་སྐབས་ཀྱི་ང་ཚོ་བོད་ཀྱི་ས་ཆ་དེ་ལས་བོད་རང་གི་ཧ་གོ་གི་ཡོད་བ་མ་རེད། ད་ལྟ་མདོ་དབུས་མཐོ་སྒང་ས་ཆ་ལས་རྒྱ་ནག་གི་ཡིག་ཆ་གཉིས་པ་ནང་ལ་བྱེད་དུས་ལྟར་ན་ད་ལྟ། ཞིབ་འཇུག་ཐང་ཧྲུལ་ཟེར་ཡ་ལྟར་ན།

ཁྲི་ཉིས་བརྒྱ་དང་སུམ་ཅུ་སོགས་རུང་གི་མ་གཏོགས་ཡོད་མ་རེད། ད་ག་པར་འགྲོ་རེད་ཟེར་ན་ད་འདི་ཡར་བལྟས་ཕྱི་བལྟས་མང་པོ་བཟོ་ད་དེའི་སྟེང་ལ་ད། ཆེ་ཤོས་ཆེ་ཡང་འདྲ་པོ་དེ་ག་རེད་ཟེར་ན། རོང་བྲེ་རྒྱ་གར་ཕྱོགས་ཙག་རེད་འབྲས་ལྗོངས་ཁུ་རུ་ཚོ་རྒྱ་གར་ཕྱོགས་ཙག་པོ་རེད་ལ་དྭགས་རྒྱ་གར་ལ་ཁོད་ཙག་རེད་དེ་ག་ནང་བཞིན་གྱི་པ་ཅི་སི་ཐན་གྱི་སྦ་ཏེ་རྒྱ་གར་གྱི་སྦི་ཏེ་ཟོང་དཀར་དེ་མང་ཡོང་དུས་ད་ལྟ་ནེ་པ་ལ་ཁ་བོ་ལ་ཡེ་བོད་ཀྱི་དོ་པོ་གློ་བོ་དཔེར་ན། དོལ་པོ་པ་ཤེས་རབ་རྒྱ་མཚན་སྲས་ཇོ་ནང་པ་སོགས་དེང་གི་བླ་མ་དེའི་ཕ་ཡུལ་ད་ལྟ་ནེ་པ་ལའི་གོང་དུ་ཡོད་རེད། གློ་བོ་མཁན་གྱི་སྲས་ནོར་ལྷ་འབྲུག་སྲས་དེ་ནི་ས་སྐྱ་པའི་མཁས་པ་ཆེན་པོ་དེའི་ཕ་ཡུལ་བ་དེང་སང་ནེ་པ་ལའི་གོང་དུ་རེད་འདུག་བ། དེ་ནི་མ་ཡོང་དུས་ང་རྒྱ་གར་གྱི་ཨ་ར་ན་ཅུན་གྱི་ནང་མལ་བཏང་དབང། འོ་ད་དེ་ཚོ་ཚང་མ་དེ་ལྟར་ཕྱི་ལ་འགྲོ་ཚར་དུས་ད་ལྟ་ང་ཚོའི་ས་ལ་ཡོད་དེ་ཁྲི་ཉིས་བརྒྱ་དང་སུམ་ཅུ་སོ་རུང་གྱི་མ་གཏོགས་ཡོད་ལ་མ་རེད། ལེ་བ་དེ། དེའི་བཀའ་ལས། རྒྱ་ཡིག་གི་ནང་ལ་བལྟ་བ་ཡིན་ན་རྒྱ་ཡིག་གི་ནང་ལ་འདྲ་མི་འདྲ་མང་པོ་འདུག་ཐང་སུའི་ནང་ལ་དྲི་སྟོང་འདྲ་གི་མི་འདུག་ད་དེ་ཚོའི་ནང་ལས་བཀའ་དེ་དུས་རྒྱ་ནག་ཐང་ལས་མིན། ས་ཡ་ལྔ་ཡོད་པ་རེད། དེ་ཤ་ད་ད་ལྟ་གཞུང་གི་ཡིག་ཆ་གི་ནང་ལ་རྒྱ་ཡིག་གི་ད་ལྟ Internet དྲ་བ་སྟེང་བཀལ་དགོས་པ་དེ་བཀའ་དེ་དུས་བོད་ལས་མི་དེ་དེ་རེད། ཨོ། ས་ཡ་མ་རེད་ཨ། རེད་རེད་རེད། ས་ཡ་གཅིག་དུ་འབུམ་པ་ལྔ་རེད་འདུག་ཨ། ཨོ་དེ་འདྲ་གྱི་བ་རེད། དེ་དང་དེ་འདྲ་བོ་དེ་ད་མཐའ་ཐུག་མཐའ་ཐུག་ལ་སུ་གཅིག་གི་རྒྱ་གར་གི་བསྟོད་པ་མ་རེད་རྒྱ་ནག་གི་བསྟོད་པ་མ་རེད་ཁ་ཤས་ཀྱི་བསྟོད་པ་མ་རེད་ཆོས་ལུགས་གྲུབ་མཐའ་གི་ཨ་ནི་དན་རྟགས་གཅིག་གིས་ད་ལྷ་མི་དཔའ་གཅིག་རྡོ་རྗེ་གིས་གྲྭ་པ་ཁ་ཤས་ཀྱིས་ལ་ཨ་ནི་ཁེ་ཕན་མིན་ལི་ཅལ་དུ་བྱེད་ན་དེ་ཟད་དེ་དེའི་འགལ་ལ་ཐམས་ཅད་ཀྱི་ཆེད་དུ་ད་བར་དུ་དེ་ནི་ཨོ་ལྷ་ནི་བར་གྱི་རྡོ་རྗེ་འདྲ་ཞེས་བདེ་ཞེས་འདྲ་མི་འདྲ་ཞེས་བྱས་ལ་བོད་ཀྱི་ལོ་རྒྱུས་ཚང་མ་དེ་ཚོ་ཅིག་ཅར་ལ་མེད་པ་ཞེས་ལོ་རྒྱུས་བཤད་ཡོང་དུས་ནི་ཨ་ནི་སྲོང་བཙན་སྒམ་པ་ན་མ་གཏོགས་ཤད་ཀྱི་མི་ལི་ཏེ་དེ་འདྲ་ཟེར་གྱི་འདུག་བ། ཀྱིས་ང་ཚོ་བོད་པ་ཚོ་གི་བཟོ་གི་རེད་ཆུ་ལ་ཁ་གཡར་ནས་མི་འདི་བཟོ་ཡ་དེ་བཟོ་ཡ་དེང་སང་ང་ལ་མང་པོ་ཅིག་སྡིག་གིར་བ་དེ་ཚོ་གི་བཟོ་གི་ཡོད་རེད་ཡིན་དག་དུ་མེད་ཡ་དབུས་གཙང་རི་མི་ཨ་མདོ་སྨད་རི་མི་གཙོ་བོ་བཟོ་མཁན་སྡིག་གིར་བ་དེ་བྱེད་མ་བྱེད་བཀའ་སྐད་མེད་ང་འདྲེ་བྱེད་ལ་བསྡད་ཁྱོད་ནང་ཉིད་ནས་ལག་པ་ཡོད། དེ་སྔའི་བ་ལོ་དྲུག་ཅུ་མ་རེད་པ་འགྲོ་བ་མི་ཡི་གི་གཟུགས་ཀྱི་སྟེང་ལས་བོད་ཀྱི་ཤེས་རིག་ལས་དེ་ཞང་དེའི་སྒྲུ་ཆེ་ཚོ་ཆུང་ཚོ་དེ་སྒྲུ་ཡོད་ད་རེ་ལོ་བཅུ་ཅན་ང་ག་རེ་བསྡད་ཅེ་ནམ་འབྲས་ཀྱི་མི་ཐུག་ན་ངས་བོད་ཀྱི་ཀྱི་ལས་འགན་འདྲ་སྒྲུ་གོང་ཚོ་ཞིག་གི་ཡིན་བོད་མི་མང་ལ་ཕན་ཟེར་ཅེ་ན་དེ་ལྟ་ང་ཚོ་སྒེར་འདུ་ཆེན་པོས་ཡང་ཨ་ནི་འབྲས་རེད་རྟ་ལོག་རེད་དང་ཉོག་རེད་ཟེར་ལས་ལོ་ལྔ་བཅུ་དྲུག་ཅུ་ནང་ཀྱི་སྒེར་འདུ་ཆེན་པོས་འབྲས་བཞེས་ལ་བསྡད་པ་རེད། དེར་ད་ལོ་ནང་ཉིན་ཐ་སྔ་བའི་དགེ་འདུན་ཆེན་པོའི་ཉིན་རེད་ཟེར་ལ་འུར་སྒྲ་རྒྱས་ཀྱི་འདུག་མ་གཏོགས་དགེ་འདུན་ཆེན་པོའི་དངོས་གནས་ཞིག་ན་སྡུམ་རྒྱས་གསལ་ག་མེད་རྒྱ་མ་རེད་སོ་མ་རེད་སུ་གཅིག་མ་རེད་བོད་པ་རང་རེད་བོད་གཞུང་རེད་པ། ཆོས་ལུགས་གྲུབ་མཐའ་གི་ལྟ་བ་སོགས་ཀྱི་དེ་དཔེ་མ་སྲིད་པ་སྡུག་ཅག་ཆོས་ལུགས་གྲུབ་མཐའ་དེ་ང་ཚོ་ཡག་པོ་ཅིག་མ་བྱས་ན་དུག་དུག་ནང་ནང་བཞིན་གྱི་མིག་གི་ཀླད་པ་ལ་བལྟས་བྱེད་ཀྱི་འདུག། དགེ་འདུན་ཆེན་པོས་ང་ཚོས་སྤྱི་སྟངས་གུས་བརྩི་རྒྱ་བྱ་རུང་ལ་བོད་ཡིག་སློབ་གྲྭ་ནང་ང་ཚོ་དགེ་འདུན་ཆེན་པོ་ལ་དགེ་བ་བྱིན་མཁན་མང་པོ་ཡོད་པ་རེད་དེ་དུས་ན་ཡང་དགེ་འདུན་ཆེན་པོས་མགོ་བཀྱག་ཡོང་གི་ཡོད་པ་རེད་དེ་སྤྱི་ལོ་སྤྱི་སྟངས་གུས་བརྒྱ་དགུ་བཅུ་གོ་བདུན་བརྒྱ་ལོ་བར་དུ་ལ་ཨ་མདོ་གི་ཕྱོགས་ལ་ང་ཚོ་རང་གི་ཕ་ཡུལ་དུ་སྡོད་ཀྱི་རེད་བྱས་ཙང་ཨ་མདོ་ཕྱོགས་ཀྱི་མི་རྐན་ཧྲུལ་ཡང་སྤྱི་པའི་མི་ཡང་གི་སློབ་གྲྭ་དེ་ཚོ་གི་ཨོ་དགེ་འདུན་ཆེན་པོས་འདྲེ་རེད་ཟེར་ལ་གཙང་ཡིག་བྲིས་ག་ཚོད་ད་རུང་ལ་དགའ་གི་ཡོད་ས་ཡོད་སྤྱི་སྟངས་གུས་བརྒྱ་དགུ་བཅུ་གོ་བདུན་ལོ་ལ་ད་རུང་དགེ་འདུན་ཆེན་པོ་ལ་དགའ་བ་བརྒྱ་བརྒྱ་གི་ཡོད་རེད། ད་རྒན་དུ་ཕྱིན་པའི་མདོ་དབུས་ཁམས་སུ་ཚང་མ་གི་ལྷ་ཡིན་པ་བརྩི་གི་ཡོད་བ་རེད་ད་ཁྱི་ཚ་ལ་རེ་ཤི་ན་ལོ་ཧ་ལམ་བརྒྱ་ལ་གུད་དུ་ལས་ཡོང་གི་ཡོད་བ་རེད། བྱས་ཙང་ང་རང་ཚོ་འདིའི་ནང་ལ་ཨ་ནི་ལོ་རྒྱུས་ལ་བསམ་བློ་གཏོང་ཡ་ཞིབ་འཇུག་བྱས་བསམ་བློ་གཏོང་ཡ་དེ་གི་སྔོན་མ་ལ་ནང་ཁྲོལ་ག་རེ་བྱུང་ཡོད་ནང་ཁྲོལ་དེ་མ་འོངས་པ་ག་འདྲ་བཟོ་གི་དེ། དེ་ནི་ནང་ཁྲོལ་མ་ཡོང་པར་ང་ཚོས་ཐ་ཤི་ག་རེ་བྱེད་དགོས། དཔེར་ན། ནུབ་ཕྱོགས་ཀྱི་ལོ་རྒྱུས་ཨ་རིག་གི་ལོ་རྒྱུས་དེ་ཚོ་ལ་བལྟས་དང། སྒར་པ་དག་དག་རྒྱལ་ལས་ཅི་གཡུང་ལ་སྒར་པ་རྒྱལ། President། སྒར་པ་རྒྱལ་དེར་བཀྲི་བསྡད་ཡ་དེ་ལས་ཕན་ཐོགས་ཡག་པོ་ཅིག་འདུག་བ། ད་ང་ཚོས་རྒྱ་བོད་གཉིས་དེ་དངོས་ནས་ལྟ་བ་གཅིག་པ་ཡོད་བ་རེད་དཔེ་ཡག་པོ་ཡོད་རེད་མ་གི་ཏོ་ལྟ་ཚུལ་གཅིག་པ་རེད་ག་རེ་ཟེར་ན་ལྟོས་པ་མ་གཏོགས་སྨྲས་པ་སོགས་ཆོ་ག་མ་རེད་བ། ལོ་རྒྱུས་བཀྲི་ན་ལ།

འདོད་པ་ཡོད་ན་སོ་སོ་གི་དེ་ཕན་ཐོགས་ཡ་ངེས་ན་བོད་ཆས་དང་ཉལ་རོགས་ཀྱི་ངས་ནི་མི་བསད་གཅིག་ལས་ཞིབ་འཇུག་བྱེད་དགའ་བ་དེ་སྐར་མ་ཁ་ཤས་ཀྱི་ཆེད་དུ་བཤད་རྒྱུ་དེ་ཁྱེད་ཚོར་མི་འདོད་ཡོད་མཁན་ཡོད་ན་ཁྱོད་རང་ཚོ་ཞིབ་འཇུག་ཞིག་མང་པ་བལྟ་མི་དགོས་པ་དེ་ལས་ཕན་ཐོགས་ཆེན་པོ་ཞིག་འགྲོ་ཚར་ལ་རེད་འོ་ཉན་འདོད་མེད་མཁན་དེ་ཚོས་མ་དགའ་མཁན་ཡོད་ན་ནི་དགའ་བར་བྱེད་རོགས་གྱིས་དེ་ལས་མ་འདས་ན་བསམ་དོ་དགུ་དོག་འདས་རོ་གྱིས་སྡུག་ཀ་སྡུག་པ་འདས་རོ་གྱིས་ང་ལ་ནི་དགའ་ཡ་མ་ཏོ་ལ་སྡུག་བ་མེད་སྡུག་ཀ་དོ་བསམ་དོ་དེ་ཚོ་གི་ང་ཞི་རག་དོ་གི་མི་འདུག་ག་རེ་ཡིན་ན་བཀྲ་ཤིས་བདེ་ལེགས། ཨོ་སེམས་འདི་བ་ལ་ད་ཞིང་རྒྱུད་ཞིག་གི་ཐ་ཤིས་དོ་དེ་ཚོ་གི་བཀོད་དེ་ཚིག་ཁ་ཤས་ཀྱི་དེ་འདྲ་ཞིག་བཤད་ཐུ་ཡ་གྱི་བ་རེད་ང་ཚོ་བོད་ན་ལོ་རྒྱུ་ཞིང་རྒྱུད་ཞིག་གཏོང་དེ་འབུ་རང་བ་འདྲ་བ་གྱི་ན་ལོ་གསུམ་དེ་རང་ཅག་བར་འདྲ་བ་ལོ་གསུམ་གྱི་རྗེས་སུ་དེ་འདྲ་སྦྱོང་གི་ཡ་ཐ་ཤི་མང་པོ་བྱས་བ་རེད་ད་མདོ་བསྡུས་ལ་བཤད་དགའ་བ་ཡིན་ན་ལོ་རྒྱུས་ཟེར་ཡ་དེ་ལས་ངེད་བླ་མེད་དང་མཐུན་པ་དང་བཅོས་ཡིན་ཟེར་ཡས་ཀན་སུའུ་གི་ས་ཆ་དེ་འདྲ་བ་ཅིག་ལ་ནས་ས་འོག་ན་ཡང་ལོ་ས་ཡ་གཉིས་ཡན་ཀན་གི་མི་རོ་གི་འཇུ་དོ་ཉིན་ན་ད་ད་ད། ཀྲུང་གོ་གི་འགྲོ་བ་མིའི་རིགས་བྱུང་བའི་ལོ་རྒྱུས་ལོ་ས་ཡ་གཉིས། རྒྱ་སྐད་ཆེ་ན་ཨར་པར་ཝང་ཉན་ཟེར་དུས་ལོ་སུམ་ཅུ་ཧོར་དུ་སྐད་འཕྲོ་སུམ་ཅུ་བསྟན་པ་ཧོར་དུ་སྐད་ཡ་ཤས་ལོ་བརྒྱ་སོང་ཨ་འོ་དེ་འདྲ་བཟོ་ཡོད་བཟོ་གྱི་ཡོད་རེད་དེ་མ་གི་དང་པོ་ཁྱེད་ཀྱི་དེའི་སྐོར་ལ་ཞིབ་འཇུག་བྱེད་དུས་ནང་ང་ལོ་རྒྱུས་དཔེ་མ་རག་གི་བདེན་མིན་ཟེར་ཡ་གྱི་དྲི་ག་ཡོད། ད་ལྟའི་གྱེན་རྒྱུ་བྱེད་སྟངས་ཀྱི་ཐ་སྐད་ཚང་མ་དེ་དེང་རབས་གྱེན་རྒྱུ་བཟོ་སྟངས་རེད། རིང་ལང་འགྲོ་སྟངས་དེ་ཕྱི་རྒྱག་གི་རེད་ངས་དེ་གཙོ་བོ་ང་ལ་བློ་བསྟན་གི་དེ་ནམ་མཁའ་ནོར་བུ་རེད་ནམ་མཁའ་ནོར་བུ་གི་ལོ་རྒྱུས་ཀྱི་ད་གྱེན་རྒྱུ་བྱེད་སྟངས་དེ་ཐ་སྐད་རྩ་འདྲ་པོ་དེ་ཨི་ཏྲ་ལི་གི་ཏུའུ་ཆི་ཟེར་ཡ་ད་བོད་ཀྱི་འཛམ་བུ་གླིང་གི་ལོ་རྒྱུས་ཐོག་གི་བོད་ཀྱི་ཁ་སྒོའི་དུམ་པ་གྱེན་རྒྱུ་བྱེད་མཁན་ཏུའུ་ཆི་ཟེར་ཡ་དེ་རེད། ཨེ་རོང་གིས་ཨེ་ནས་གནའ་རྫས་རྟོག་གེའི་རིག་པ་དེ་ཚོ་སྨྲ་བ་མ་ཉིད་གོང་ནས་ཏུ་ཁྱི་ཟེར་ཡ་དེ་གི་གཟུགས་དག་ཡོད་བ་རེད་ཁྱེད་ཀྱི་དོམ་པོ་ངས་པད་མ་ར་གི་ལྡེ་མིག་ཟེར་ཡ་ཞིག་བྲིས་ཡོད་དེ་མགོ་མཐའ་ནས་ཡག་པོ་ཅིག་གཟིགས་ཤོག་དེ་ནས་ཡིན་སང་ཚུ་དྲན་ཚུ་ག་རེ་ཅིག་འདུག་ཁྱེད་ཀྱིས་ང་ལ་བཀའ་འདྲི་ཅིག་གནང་ད་ནི་ངས་ང་རུས་ཀྱི་ཤེས་པ་དེ་ཚོ་སྙེག་གི་ཕུལ་གི་ཡིན།

གྲོགས་སེང་ནི་འོ་མ་རེད་མ་རེད་དེ་རེད་རྒྱ་བོད་ཧོར་སང། རྒྱ་བོད་ཧོར་སང་གི་ནང་ལས། རྒྱ་གི་རྒྱུད་པ་དང་དེང་སང་བོན་པོ་གི་སྲས་དེ་དག་ལས་རྒྱ་གི་རྒྱུད་པ་ཁག་ཅིག་མི་ཁྱད་སོང་ཟིག་གེ་འདི། རྒྱ་ནག་གི་ནང་ལས་ཆེད་དེ་ཨེར་སེམས་འདྲ་དེ་འདྲ་བཤད་སོགས་འདུག་དེ། ཡིག་ཆ་འདི་ཁོ་མ་མཐོང། མ་གི་དེ་ཚོ་རྗེས་མ་ཅིག་ཅིག་ཕྱི་ཡ་དེ་ཚོ་ད་ཆ་སུན་ཕྱུང་ཡ་དེ་ཚོ་ག་ལ་སྟེ་ཁོལ་པའི་མཐུན་རྫས་འདྲ་རེད་ས་རེད། རྗེས་མ་ང་ཚོ་སྒར་འགྲོ་བཀྲ་དོང་ཟེར་ན་འདྲ་ཟེར་ད་ཆ་ཆེས་དཔོན་དུ་ཨེ་ནི་ད་ཚོ་པ་ཕྱུང་ཡ་དེ་ཚོ་ག་ལ་ག་ལ་དེ་ཚོ་ཁོལ་པ་མཐུན་སུན་འདྲ་མི་འགྲོ་དྲན་གི་འདུག་མ་གཏོགས་དེ་དུས་དང་ལ་རྒྱ་འདི་གི་དཔེར་ན་རྒྱ།

ན་ནིང་ང་འདི་ཡང་ཀྲང་ཡུས་སིམ་གྱིས་བོད་རིག་པ་ཞིབ་འཇུག་ཚང་གི་ལོ་རྒྱུས་ཞིབ་འཇུག་ཐེངས་གི་རྒྱ་ཆེ་བར་ངེད་གཉིས་ཡོད་རོགས་སྙམ་པོ་ཅི་གསུངས། ཁོས་ཟེར་ན་ང་ཚོ་སྐལ་པ་ཆགས་ནས་རྒྱ་བོད་དེ་སོ་བོད་ཕན་རེད་འདུག་ཟེར་གྱི་འདུག་ངས་ཁྱོད་དེ་དེ་མར་བསྡད་ཟེར་ལས་རྟགས་མཚུངས་དཔལ་འབྱོར་བཟང་པོ་གི་ནང་དེ་རྒྱ་ཟེར་དེ་རྒྱ་ནང་མར་བསྡད་དེ་མི་དགོས་དོ། དེང་སང་རྒྱ་བོད་གཉིས་སེ་དུ་རྒྱ་དུ་བོད་ལ་བཀོད་དེ་རེད་འདུག་ན་གནའ་སྔ་མོ་གི་དཔེ་ཆ་གཉིས་པ་ནང་ལ་རྒྱ་བོད་ཀྱི་མཁས་པ་ཐམས་ཅད་མགྲིན་གཅིག་ཏུ་སྔགས་པ་ཟེར་ཏེ་རྒྱ་གར་དུ་བོད་ལུགས་མ་གཏོགས་རྒྱ་ནང་དུ་བོད་ལུགས་ཟེར་གི་ཡོད་པ་མ་རེད། བྱས་ཙང་དེ་ལས་ཀྱང་བོན་པོའི་ཡིག་ཆ་ནང་ལ་གནའ་སྔ་མོ་དེ་ཚོ་ཚོ་བར་གྱི་མིའི་རིགས་དང་འགལ་ཟེར་གྱི་ལབ་པ་ཡིན། ཁྱེད་ཚོ་དེ་ཚོ་རུས་རྒྱུད་དེ་ཕར་ཆེ་སྒང་དྲུག་བཀྲ་དུང་མོ་ལས་མཐུན་པའི་སུན་ཟིན་མི་འགྲོ་བསམ་བ་འདྲ་པོ་བྱེད་རེས་གསལ་པོ་ང་ཤེས་ཡས་མེད། ཚེས་གཉིས་པ་ཞིག་གི་སྐབས་བི་དུ་ར་ཆེན་པོ་བཅུ་གཉིས་བསད་དེ། ད་ཚེས་ལྔའི་ལ་ག་བར་སྐབས་བི་དུ་ར་ཆེན་པོ་སེ་མིག་གཏོགས་ཀ་ན་མ་གཏོགས་གཞན་གཏོགས་ཡས་མི་འདུག་བ་དེང་སང་བི་དུ་ར་ཟེར་ག་བ་ག་བ་དེང་སང་དུང་ར་ལོ་བརྒྱ་རེ་ལི་རེ་རེད་བ། ཨེ་ནི་འདི་ལས་དཔེར་ན་དབྱིན་ཇིག་གི་ནང་ལ་ན Dynast བསད་དེ་རེད Dynast། ཨེ་ནི་རྒྱ་སྐད་ཀྱི་ཁྲའོ་ཏའེ་ཟེར་ཡོད་དེ། ཨེ་ནི་དེ་སྐྱེས་དུས་ད་རྒྱ་སྐད་ལ་ཁུ་རུ་ཚིག་དེར་ཁྲའོ་ཏའེ་ཟེར་དུས་གོ་གི་ཡོད་བ་རེད་ཁྲའོ་ཏའེ་སྐྱིད་ཟེར་དུས་དཔེར་ན་ཡན་རྒྱ་ར། ཁྲའོ་ཏའེ་སྐྱིད་ལ་བློ་སུན་རྒྱ་ཁྱི་རྒྱ་ཡི་ལོས། དེ་ག་ནང་བཞིན་གྱི་མིན་རྒྱ་ར་ལས་མིན་ཁྲའོ་ཟེར་དུས་བློ་སུམ་རྒྱ་ཡི་རྒྱ་སུམ་རྒྱ་ཡི་ལོས། དེ་ཡི་ཡིན་དོ་ལས་ཆིན་ཁྲའོ་ཟེར་དུས་ཁྲའོ་ཏའེ་སྐྱིད་ལ་བློ་སུམ་རྒྱ་ཁྱི་རྒྱ་འདུག་ཨ།

དཔེར་ན་སྟོང་ཕྲག་མང་པོ་ཡོད་ས་རེད། མི་ར་འདྲ་པོ་ཅིག་དང་མི་ར་བཅོ་བརྒྱད་ང་གཉིས་ཀ་འདྲ་པོ་དེ་འདྲ་ཡན་གྱི་མང་པོ་ཡོད་ས་རེད་དེར་ཟེགས་ཡོད་རེད། ངས་འདི་བཀའ་པའི་དུས་དྲག་ཆེན་པོ་བཅུ་གཉིས་ཟེར་ཡ་དེ་དེར་ཟེགས་ཡོད་ལ། ཁྱེད་ཚོར་སྔོན་ལ་སྤུ་རྒྱག་གོང་དུ་ང་མཛད་བཅུ་དུ་བྱུང་སྤུ་རྒྱག་གོང་དུ་ང་མཛད་དྲུག་དུ་བྱུང་ཟེར་ལ་དཔེར་མ་བཀའ་ཐང་དེ་ང་ནང་ལ་སྤུ་རྒྱག་གོང་དུ་ང་མཛད་དྲུག་བྱས་འདུག་བ། ཨ་ནི་འདིའི་ནང་ལ་ནི་ལྡེའུ་ཆེན་བྱུང་དང་མཁས་པའི་དགའ་ལྡན་དུ་བོན་གྱི་ཡིག་ཆ་དེ་ནང་ལ་སྤུ་རྒྱ་གོང་དུ་མངའ་མཛད་བཅུར་བྱུང་ཟེར་ཡོད་པ་རེད་དེའི་ཁ་ལ་རྒྱ་འཕྲིན་སིལ་མ་བཅུ་གཉིས་དང་སིལ་མ་བརྒྱད་ཅུ་ཡར་རྒྱས་དུ་བཅུ་གཉིས་ཞེས་ལ་ངས་བཟོས་པ་ཡིན། ཨོ། དེ་འདྲ་ཅིག་རེད་ལགས། ལགས་སོ་ལགས་སོ། དགོངས།